དེ་བཞིན་པོ་དོ་བའི་ཆུའི་དཀྱིལ་འཁོར་འཆི་བ་མི་རྟག་པའི་མདངས་འགོག་སོགས་ནས། འཆི་བ་མི་རྟག་པ་འདི་སྒོ་མོ་ལོར་ན་དུ་མཐོང་མ་ཐུབ་ན། མི་ཐེག་མཐོང་མཐོང་བ་ཡུན་རིང་བོ་དེ་ག་འདང་རྒྱབ། འཇིག་རྟེན་ཚེ་འདི་བྱ་བ་ཁོ་ན་དེ་ག་ཡང་མཚུངས་ན། ཆུ་འདི་པའི་གོ་སྐབས་ཡོད་ནི་མ་རེད། དེས་ན་རྟ་བོང་ཆེ་བ་མི་སྐྲག་པ་འདི་སྒོམ་གྱི་གར་བྱེད་གསུངས་ནས། དེ་ཡང་ནམ་ཕྱེད་ཆ་མེད་གསུངས་ནས་ལན་དུ་ནམ་གྱི་ཚེ་འཆི་དང་གནས་གང་ནས་འཆི་ཚུལ་ཅི་ལྟར་དུ་འཆི་ངེས་པ་ཡོད་ནི་མ་རེད་དེ་རང་གི་ཉི་མ་ཙམ་ལ་ཡང་མི་འཆི་ནི་ངེས་པ་ཅང་ཡོད་ནི་མ་རེད། ཕྱིར་སྐྱེ་ངེས་མིན་གསུངས་ནས། དེའི་ཕྱིར་བའི་རྐྱེན་འདི་གང་གི་ཞེས་དགོས་པ་ཡོད་ན་མར་ཕྱི་རྐྱེན་རྣམ་པ་སྣ་ཚོགས་སུ་ཡོད་རྒྱུའོ། མཐོང་ཐོས་མངོན་གྱུར་ཡིན་ན་ཕྱི་ངེས་པ་སོགས་འདིར། འཇིག་རྟེན་གྱི་ཁམས་འདི་ན་དང་བོར་སྐྱེས་ནས་མ་ཤི་ན་ཅིར་ཀྱང་ཡོད་ན་མར། དེ་འཆི་བའི་ནི་སྐབས་སུ། ཆུ་ཁ་ནག་ཤོག་གི་སྡུག་བསྔལ་བར་དོའི་འཇིགས་སྐྲག་གི་སྡུག་བསྔལ་ཕྱི་མ་ངན་སོང་གི་སྡུག་བསྔལ་ཐམས་ཅད་སྐྱོབ་བྱེད་དུ་ནི་དམ་པའི་ཆོས་ཁོ་ན་མ་གཏོགས་གང་གིས་ཀྱང་སྐྱོབ་ནི་མ་བྲལ། དེ་དུས་ནི་སྐབས་སུ། ཉིན་གཉིས་དུ་དྲུག་གམ་ལྷག་བཟང་ས་མཐར་གྲུབ་ཐམས་ཅད་དང།

དེ་ལྟ་བུའི་འཆི་བ་མི་རྟག་པ་དང་འཆི་བའི་གནས་སྐྱེ་བོ་ཐམས་ཅད་སེམས་ཐོག་ཧ་ལམ་ཡང་ནས་ཡང་དུ་འདང་རེ་བརྒྱབ་ན། དེ་འཆི་བ་འདིའི་དོན་དེ་ལས་སྐྲག་སྔངས་བདག་གསུམ་དུ་ཡོང་ནི་རེད། དེ་ཡོང་ན། ད་གི་ཡང་དགེ་བཤེས་པོ་ཏོ་བས་འདག་སོང་བ། ཕྱིན་ཆད་ཅིག་བརྒྱབ་འདུག་བསམ་ན་མང་ཆེ་བར་བརྒྱབ་ཞོར་འཕེར་བ་གོང་སོང་ཨ་འདུག་ཨ་ང་ལྟ་རོ་ཤི་ཨི་འགྲོ་བ་བདག་ཁོང་འདི་ན་ཤི་ཨི་འགྲོ་བ་དེ་རང་སང་ཉིད་ཀྱི་བར་ཤི་ཨི་འགྲོ་བསམ་གྱིས་ལོར་ནང་དུ་ཐོང་ཁ་རེ་བཟོས་སོང། སེམས་འདི་སྐྱོ་ཆགས་བདེ་སུ་འོང་ན། རྟ་ཕྱུགས་སུ་བསྒྲུབས་ན་ཆོས་འཁོར་ཐོབ་ནི་རེད། འཆི་བ་སྟེ་ཐོག་ཏུ་མ་ཐོན་གང་ཚེ་ཆུར་འདོར་རྒྱུ་ཡོང་ནི་རེད། དེ་ཡིན་ན་ད་རབས་ན་ནར་ཁ་ཁེར་སྐྱེད་འོང་རྒྱུ་རེད་འབྲང་ན་ཀི་ཡང་བློར་བདེ་འོང་རྒྱུ་རེད། ད་ཐ་ན་འགྱོད་པ་མེད་པ་ལ་ངེས་པར་གྱི་ཡོང་ཐུབ་ནི་རེད། འཆི་བ་མི་རྟག་པ་འདི་ཇི་ལྟར་མ་སྐྱེས་ན། ལྟོ་སྐུ་ཉི་མའི་སྤྲོས་ཚད་ཆུ་བེད་གཟུགས་སྐྱེ་མིན་ཐོག་ཏུ་བབ་དུས་ཐ་མར་བབས་སོང། ཁ་སུ་རེ་ལྟ་དེ་ཆུ་ཀི་ལི་རེ་འགྲིམ་མདོག་བས་ནི་རེ་ལྟ། སྐྱེས་འདི་ཐོ་བ་ཐོ་འདི་དེ་དགེ་བློ་བོར་སོང་ནི་རེ་ཆུ་འགོ་ཐོ་ནི་མ་རེ། འཆི་བ་མི་རྟག་པ་ནི་ནགས་དང་མུན་ནག་ཀུན་གྱིས་ཀྱང་གློ་བུར་ཚེ་ལ་ཡིད་མི་བརྟན་ལས་ཀྱང་འཆི་བ་གློ་བུར་དུ་ཐོབ་འདྲེ། དེའི་སྐབས་སུ་ཨོ་བྷ་བོ་ངས་ད་རུང་ཤི་ཤག་སྨྲ་བའི་ཆོས་ལ་སྒྲུབ་བསམ་དང་སྒྲུབ་ཀྱི་མ་འོངས་ཟད་འགྱོད་པ་ལས་སྐྱེས་དེ་འཆི་སོང་ནི་རེད། དེས་ན་ད་ལྟ་དམ་འབྱོར་གྱི་མི་ལུས་ཐོབ། དམ་པའི་ཆོས་དང་འཕྲད། རང་ལ་རང་དབང་ཡོད་པའི་སྐབས་སུ། རང་སེམས་རང་གཅེས་དཀར་ནི་བཟུང་སྟེ་ཁུ་བྱུག་རྣམ་དག་རེ་ཨེ་འགྲུབ་བརྟག་རྒྱུ་དེ་གར་བྱས་སོང།